སེང་གེ་རྣམ་པ་ཚོ་ལ་ཨི་ཡུན་བོད་རིགས་ཚོགས་པའི་ལྷག་དཀར་གྱི་ལེའུ་གཉིས་པ་འདི་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཡོད། ལེའུ་དང་པོ་འདི་ལ་མིག་དམར་ཚེ་རིང་ལགས་ཀྱི་བུ་མོ། ཆོས་སྐྱིད་དང་ཆོས་ཉིད་ཀྱིས་གཞས་དཔེ་མི་སྲིད་ཡག་པོ་བཏང་སོང། མི་མང་དཔེ་མི་སྲིད་ཐུགས་སྤྲོ་བོ་བྱུང་ཤག་ཐུགས་ཆེ་ལ་ཞོན། ལེའུ་གཉིས་པ་འདི་ལ་གླུ་བ་གྲགས་ཅན་ངག་དབང་ལྷུན་གྲུབ་ལགས་ལ་གདན་འདྲེན་ཞུས་ཡོད། ཨ་ནི་ཆིབས་སྒྱུར་བསྐྱངས་བ་འདི་ལ་ཐུགས་ཆེ་ན་ཞོན། ཀུན་རིན་ཆེན་བདག་ལ་ཐུགས་ཆེ་ན། ཨ་ནེ་ངག་དབང་ལྷུན་གྲུབ་ལགས། ཁོ་རང། གླུའི་སྐོར་ལ་དཔེ་མི་སྲིད་མཁས་བ་འདི་རེད་ཤག་ང་ཚོས་མང་པོས་གོ་འི་གོ་སོང། ཨ་ནེ། ཁྱེད་རང་དང་པོ་དེ་གླུ་དེ་ལ། དབྱིངས་ག་འདྲི་སི་ལེ་རེད་གོ་ག་འདྲི་ཚུགས་རེད། དེའི་སྐོར་ལ་གཅིག་གསུངས་རོགས་གནང། དེ་གཙོ་བོ་དེ་གླུ་དང་དེ་དབྱིངས་དེ་གང་ནས་ཞུགས་སི་ལ་ནི་ངའི་ཨ་མ་ཚ་ནས། འདུག་སི་ཁྱུང་ཆུང་སྒང་ནས་ད། ཨ་མ་གི་ང་ཡང་རྒྱབ་ལ་ཁུར་ཁུར་ཁུར་གི་ནི་དེ་ནི་སེམས་ཅན་དེ་མང་པོ་ཡོད་རེད་སེམས་ཅན་ཚོ་ཚོ་ཚོ་གི་ནི་དེ་གི་བློ་དཔེ་མང་པོ་བཏང་གི་རེད། ཨ་ནི་དེ་རྩ་ནི་ཨ་མ་རྩ་ནི་ནི་ལི་ལུ་བཏང་ཡ་དེ་མང་པོ་རྒྱང་རྒྱང་རྒྱང་རེད་ཨ་ནི་དེ་གི་ཨ་མ་རྩ་ནི་ལུ་བཏང་ཡ་མང་པོ་ཁོག་བདེ་རོ། འོ་དེ་གི་རང་བཞིན་གི་སོ་སོ་རྦད་དེ་སེམས་སེམས་ནང་དུ་རྦད་དེ་ལུ་ལ་རྦད་དེ་བག་ཆགས་ཨ་ཟབ་མོ་བཞག་ཡ་དང་ཨ་ནི་དེ་ནི་ལུ་ལ་དགའ་བོ་ཡོད་མཁན་ཞུ་དེ་འདྲའི་དམིགས་བསལ་གི་ཤུགས་རྐྱེན་དེ་ཨ་མ་རྩ་ནི་དེ་རེད་དང་པོ་དེ།

ཨ་ནི། ད་ག་ནང་བཞིན་བི་བི་སི་ནང་ལ་ཞེས་ཁ་གསུམ་བཞི་བཏང་བཞག། བཏང་བ་མ་ཚད་བི་བི་སི་གི་ཁེ་རང་སྐོར་ལ་ཁེ་རང་རང་སྐོར་ལ་སྦྲ་གུ་མན་ཀྲུའི་ཆུན་ཆུན་བཟོས་བཞག། འདི་ང་ཚོ་ལྟ་ཡི་ལྟ་ཡིན་དཔེ་མི་སྲིད་ཡག་པོ་བཟོས་བཞག། ཨ་ནི། བི་བི་སི་ལ་ཐོག་མར་ཁེ་རང་དེ་འབྲེལ་བ་ག་འདྲ་བྱུང་རེད་དམ་འདས། ཨ།
རེད་རེད་ད་བི་བི་སི་དང་པོ་དེ་ལ་ངས་ཉིས་སྟོང་བཅོ་ལྔ་གི་སྤྱི་ཟླ་བཞི་བ་དོ་བ་བར་གྱི་ཡིན་སྤྱི་ཟླ་བཞི་བ་དོ་བ་ལ་ངས་ང་རང་ནང་ལ་ནས་དེ་ནས་གཞས་ཁ་ཤས་ཅིག་སྒྲ་རྟག་སྒང་བཅུག་བྱས། གནས་དེ་ནས་བི་བི་སི་གི་དྲ་ཚིགས་ཡོ་རོག་དྲ་རྒྱ། བི་བི་སི་དྲ་ཚིགས་སྒང་ལ་འགྲོ་ཅིང་གནས་དེ་ནས་ངས་ཞལ་ཁ་ཤས་ཅིག་བི་བི་སི་གི་རོལ་དབྱངས་ཀྱི་དྲ་ཚིགས་སྒང་ངས་ཞལ་ཁ་ཤས་ཅིག་བཅུག་ཡིན་པ། གནས་དེ་ནས་ཟླ་བ་གཅིག་གཉིས་ཚིག་གཅིག་ནས་ང་བི་བི་སི་གི་འབྲི་རལ་སུ་བྱུང་སོང་ཨ། གནས་དེ་ནས་ཁོ་རང་ཚོ་ཕ་གིས་ངས་ཞལ་བཅུག་རྒྱུ་དེ་ཁོ་རང་ཚོ་འགྱུར་ཡ་མ་ཟད་ཁོང་ཚོ་ཉན་ཡིན་ས་རེད་ཉན་ཡ་མ་ཟད་ཁོང་ཚོ་གི་དེ་མ་འདྲ་རོག་ཅིག་མཐོང་ཡིན་གྱི་རོགས། གནས་དེ་གིས་ང་བི་བི་སི་གི་འབྲི་རལ་བྱུང་ཅིང་བི་བི་སི་གི་ཟླ་བ་གཅིག་གཉིས་ཚིག་གཅིག་ནས་ཁོང་ཚོ་ང་བི་བི་སི་གི་ཕ་གི་ལི་ཁོང་རང་ལ་ཡ།

རེད་རེད་རེད་ད་ཇི་ལྟང་ཡིན་ན་ངེད་ཀྱིས་ཞལ་གཅིག་བཏང་འདུག་ཚར་མོད་ལ་ད་སྒྲ་མཉན་གང་ནས་བཏང་གི་ཡོད་རེད་མ་འདྲུ་ལེན་གང་ནས་བཏང་གི་ཡོད་རེད་རོགས་ཡང་དུས་ཆེན་དེ་འདྲའི་སྐད་བཏང་འདུག་ཚར་མོད་ལ་ད་མཚམས་མཚམས་མ་ཁྱི་ཚོ་གཅིག་མཚམས་མཚམས་མ་ཁྱི་ཚོ་ཕྱེད་ཀ་ང་གཅིག་འུག་གི་དེ་འདྲའི་བཏང་དགོས་ཀྱི་འདུག་རེད་དེ་རེད། བཏང་འདུག་ཚར་མོད་ལ་ད་ཞལ་སྒྲ་མི་འདྲ་དགོས་རེད་ཨ་ནི་དེ་གི་རོགས་དེ་མཉམ་དུ་རོགས་ཞལ་བཏང་དགོས་དགོས་རེད་ད་ཡིན་པ་ཡིན་ན་ད་ང་རང་གིས་དུས་ཚིགས་ལྟ་སྟངས་ཟེར་བོ་ར་ང་རང་གི་ཚོར་སྣང་ལ་ག་འདྲའི་སྣང་མཐོང་སུ་ལ་ན་ཨ་ནི་དམིགས་བསལ་གྱི་ངས་གླུ་དེ་བཏང་འདུག་ཚར་མོད་ལ། ཨ་རིའི་དབྱིན་ཇིའི་མི་མང་དེ་ཚོ་དང་ཕྱི་རྒྱལ་དེ་ཚོ་གི་དགའ་བོ་ཞུ་བྱེད་ཀྱི་འདུག། ཨ་ནེ་དྲི་བ་ཐ་མ་དེ་ལ་བླུགས་ཟིན་ཉེར་ཅི་ལྟར་ཁོ་རང་ཉན་དགོས་ཤག་དཔེ་མི་སྲིད་སྙན་པོ་རེད་བལྟ་དགོས་ཤག་དཔེ་མི་སྲིད་ཁག་པོ་རེད། ཡིན་ནའི་ང་ཚོ་བོད་པའི་ནང་ལ་བླུགས་བཏང་ཉེན་ཡོད་དོ་ཡོད་རིག་ནའི་དཀོན་པོ་ཞུ་འདུག་ཨ་ནེ་གལ་སྲིད་གསར་བ་གཞོན་སྐྱེས་ཚོ་བླུགས་བཏང་ཡག་གི་གོ་སྐབས་འདི་དགའ་བོ་ཡིན་ན་ཨ་ནེ་འདི་ལ་ཁྱེད་རང་གི་ལམ་སྟོན་དང་ཅིག་བསླབ་བྱ་འདི་ཡོད་ན་ཅིག་གསུང་རོགས་གནང།

ཨ་ནི་དེ་ནི་ད་མ་འོངས་པ་གཞོན་སྐྱེས་དེ་ཚོའི་ངོས་ནས་ཡང་ཅིག་ང་ཚོའི་བློས་བཏང་སྟངས་གང་བ་ཅིག་ཞིབ་འཇུག་མང་སེ་བྱེད་ཡ་ད་ཨ་ནི་དེ་ལ་སྦྱང་བརྡར་བྱེད་ཡ་ད་ཨ་ནི་དེ་དེ་མང་སེ་ཐང་ག་བྱུང་ན་ཧ་ཅང་ཡག་པོ་ཡོད་ས་རེད། ཨ་ནི་གཞན་པ་དེ་དཔེ་བཞག་ཡ་ན་ད་ལོ་དྲ་བའི་ནང་ཨ་ནི་མི་རིགས་མཐུན་སྒྲིལ་ཆེན་པོ་གི་སྒྲ་བརྙན་གདོང་ལེན་ཟེར་ནས་དེ་ནི་བོད་ནང་དུ་བ་དེ་འདྲའི་བོད་དུ་གཞས་ཀྱི་འདྲ་མདར་ཆེན་པོ་ཞུ་ཅིག་ཚོགས་བཞག་ཨ་དེ་ལ། བའི་རྡོ་སྐུ་ཁམས་གསུམ་ནི། ཉམས་ཞིག་བྱེད་མཁན་དང་དེ་འདྲའི། བོད་ནང་ལོ། བོད་ནང་ལོ་བེད་དེ་འདྲས་བྱུང་ཞར་བ། ཨ་ནི་དེ་དམིགས་བསལ་གྱི་མངའ་རིས་འདྲ་མཉན་གཙོ་བོ་བྱས་ནས་འདུག་ཟེར་ནས་འདྲ་འདིར་བྱེད་ཀྱི་འདུག་ཨ་ནི་དེ་དཔེ། ཆབ་བྲག་དང་ཨ་ནི་དེ་གི་དེ་གང་བེད་དུ་དོ་སྣང་བྱེད་མཁན་ལྟ་མཁན་དང་མང་པོ་ཤོད་ལེ་ཞར་བ། ཨ་ནི་དེ་ནི་མ་འོངས་པ་དེ་ང་ང་རང་གིས་ཅིག། བསམ་སེར་ཟེར་ན་འདྲ་བོ་དུ་རེ་བ་འདྲ་བོ་ཅིག་གེ། ད་ལུག་དགོང་ང་ཡང་དེ་འདྲས་ཅིག། ད་རོག་གླིང་གི་དུས་ཆེན་ཡིན་པ་ཡིན་ན་རེད་ཡང་ན་ཅིག་འགྲམ་འདུལ་དེ་འདྲའི་གི། ད་ད་ད། ག་རེ་ས་མི་རིགས་མཐུན་འབྲེལ་ཆེན་མོའི་གདོང་ལེན་འགྲམ་འདུལ་སོགས་འདྲ་བོ་ཅིག་དེ་འདྲས་ཅིག་ཚོགས་ཐུབ་པ་ཡིན་ན་ཧ་ཅང་གི་དགེ་ཕན་ཆེན་པོ་ཡོད་རེད་བསམ་གྱི་འདུག་འོ་དེ་འདྲས་ཅིག་ཚོགས་ཐུབ་ན་དཔེ་ཕན་ཐོགས་ཆེན་པོ་ཡོད་ན་བསམ་གྱི་འདུག་ལོ་སི། ལོ་སི་ཐུགས་ཆེ་ན་ད། ངག་དབང་ལགས་ཀྱི་གསུང་བཤད་ཁྱེད་རང་ཚོས་གསན་གནང་གི་རེད་ཨ་ནི་ཐུགས་སྤྲོ་བོ་ཡོད་ཡོད་རེ་བ་ཡོད་ཨ་ནི་ཐུགས་ཆེ་ན་ངག་དབང་ལགས། ཀ་རེ་བྱས་བདག་ལ་ཐུགས་ཆེ་ན།